རེད། སྤྱི་ཚོགས་དྲྭ་ལམ་ནང་གློག་ལི་ཡ་བཀའ་མོལ་གནང་མཁན་མང་པོ་བྱུས་ཡོད་ས་རེད་ད་སྤྱི་ཚོགས་དྲྭ་ལམ་ནང་ལ་མང་པོ་གསུང་གི་འདུག་ངེས་པར་དུ་དགོངས་པ་བཞེས་རོགས་གནང། དེ་སྤྱི་ཚོགས་དྲྭ་ལམ་ནང་གསུང་མཁན་དེ་གས་ལི་ཡ་དངུལ་དྲྭ་བརྒྱུད་རག་གི་ཡོད་ས་རེད་དེ་བྱས་ཙང་དུ་དངུལ་དེ་ལ་བརྟེན་ནས་བོད་མི་རིགས་ཀྱི་ཨ་ནེ་མཐུ་སྒྲིལ་ལི་ཡ་དོ་ཕོག་དྲུག་གི་འདུག་ན་དེ་བློས་གཏོང་གནང་རོགས་གནང་ཞེས་དེ་ནས་དེ་རིང་རེ་བ་ཞུ་ཡས་ཡིན། ང་ཚོ་ལ་ཡ་གཅིག་མི་འདུག་གཉིས་མི་འདུག་སུ་ཆར་འགོ་གི་ཡོད་མ་རེད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆར་གི་རེད། ཁོ་ཚོ་ག་བ་ལ་བཞེས་གི་ཡོད་རེད་ཟེར་ན་ང་ཚོའི་གི་སྐྱབས་མགོན་རིན་པོ་ཆེ་གི་བཀའ་དྲིན་ཆེན་པོས་བཙུགས་པའི་གི་སྒྲིག་འཛུགས་དེ་ལ་བཞེས་གི་ཡོད་རེད། ཁྲིམས་གི་དབང་བསྒྱུར་གི་ཐོག་ནས་དེ་ལ་ཡ་ཨ་ནི་སྒེར་མི་གཅིག་གི་ཨ་ནི་ཅིག་དབང་བཞེས་འགྲོ་ས་མེད་པ་དེ་ལ་ཁོང་ཚོས་བཞེས་ཀྱི་ཡོད་རེད་འདི་འགྲོ་བའི་དཔང་རྟགས་ག་རེ་རེད་ཟེར་ན་དཔལ་ལྡན་སྲིད་སྐྱོང་མཆོག་དམ་འབུལ་སྐབས་ལ་ཡར་བལ་ཡུལ་ནས་ཨ་ནི། མི་མ་བཏང་རོགས་གྱིས་ཟེར་ངེས་ཀྱི་ཨ་ནི་ཁོང་ཚོའི་ཞུ་བ་འཐེན་སྟངས་ད་ག་རང་ནས་ང་ཚོས་ཧ་གོ་གི་རེད་དེ་གིས་ང་ཚོའི་སྟོབས་ཤུགས་དེ་སྒྲིག་འཛུགས་དེ་ལ་ཡོད་པ་དེ་ང་ཚོས་མཁྱེན་དགོས་གི་རེད། སྐད་ཆ་རྙིང་པ་དེ་བསྐྱར་བསྐྱར་སློང་བྱས་བསྐྱར་སློང་བྱས་བསྐྱར་སློང་བྱས་ནས་ཕན་ཐོགས་རྒྱུན་ནས་ཡོད་མ་རེད། དེ་ཡིན་དུས་ས་གནས་ད་ངས་འདི་ནས་མཐའ་དོན་ག་རེ་ཞུ་འི་ཡིན་ཟེར་ན། ང་ཚོའི་གི། འཐབ་རྩོད་དེ་ལ་ཡང་ཆིག་སྒྲིལ་གི་ནུས་པ་ཞིག་དགོས་ཀྱི་འདུག་ན། ཚང་མས་ཀྱི་ཆེ་ཤག་ཆུང་འགྱུར་གྱི་ཨ་ནི་བསམ་བློ་ཞིག་བཏང་དགོས་ཡ་དེ་ནས་དགའ་ཆེ་པོ་རེད།

སུས་ཟེར་ཡོང་མི་ཤུགས།
དཔལ་ལྡན་སྲིད་སྐྱོང་མཆོག་གི་དབུས་བེད་ཀྱི་ཨ་ནེ་བཀའ་བློན་ལྷན་རྒྱས་ད་ཁ་ན་ཞིང་དཔལ་ལྡན་ཚོགས་གཙོ་གཞོན་པ་དབུས་བེད་ཀྱི་གྲོས་ཚོགས་འཐུས་མི་ཚང་མ་ལོག་ལ་ཡ་ད། ང་ཚོ་དང་པོ་འགོ་བཙུགས་པའི་ནས་མཇུག་བསྡུ་སྟངས་ལ་བལྟས་པ་ཡིན་ན། གང་ཡང་ཨ་ནེ་རྟག་པ་མེད་པ་ཞིག་འགྱུར་བ་འགྲོ་གི་ཡོད་པ་ཆེ། གསལ་པོ་ཅིག་ཆགས་ཡོང་གི་ཡོད་རེད་དེ་ཡིན་དུས་ས་གནས་དེ་རིང་འདིའི་གི་བརྒྱུད་རིམ་ནང་ནས། སྐབས་བཅོ་བརྒྱད་པའི་གྲོས་ཚོགས་ཀྱི་ཚོགས་ཁང་ནང་ལ་ཡ་དཔལ་ལྡན་སྲིད་སྐྱོང་མཆོག་གིས་ཨ་ནི་ཅིག་འོས་གཞིར་བཏོན། གྲོས་ཚོགས་འཐུས་མི་ཚོའི་ཐོག་ནས་ཨ་ནི་ཅིག་ག་སོ་རེ་བདམས་ཐོན་གནང་སྤེལ་གྱི་བཀའ་བློན་དྲུག་འདུག་སྤེལ་བསྡད་པ་དེ་ལ་ཡ། གྲོས་ཚོགས་སྐབས་བཅོ་བརྒྱད་པའི་ཐོག་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་དང། ཨ་ནི་ལས་དོན་མཐའ་དག་ལྷུན་གྱིས་འགྲུབ་པ་དང་ཨ་ནི་ཅིག་འཛིན་སྐྱོང

ནད་པ་ཡིན་ནའི་རེད། ཉམ་ཐག་ཡིན་ནའི་རེད་དེ་སྐད་མ་ལས་པ་བྱས་བྱས་ནས་གནས་སྐབས་ཙམ་ཡང་བདེ་སྡུག་ལ་ཡང་བདག་སྤྲོད་གནང་མཁན་འདི་ད་འཛིན་སྐྱོང་ཆགས་ཡོད་དུས་ཟེར་ནས་དེ་སྐད་བྱ་བ་ལམ་འགྲོ་ཡོང་ཡས་ཀྱི་སྨོན་འདུན་ཞུ་གི་ཡོད། ད་གྲོས་ཚོགས་ཀྱི་ཐོག་ནས་དེ་རིང་ང་རང་ཚོའི་ཀྱི་ལས་རིམ་འདིའི་ནང་ལོགས་ལ་ཡང་བཀའ་བློན་བཀོད་རྒྱུད་མཚོན་པའི་ཀྱི་ཨ་ནི། ག་ས་ལས་རིམ་མང་པོ་ཞིག་ཕྱིན་ཡོད་རེད་དེའི་བརྒྱུད་རིམ་ནང་ལ་ཡང་ཨ་ནི་བཅའ་ཁྲིམས་རེད། ང་རང་ཚོའི་གི་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་རེད་དེ་གའི་ཐོག་ལ་ཡང་ཨ་ནི། འདོད་པ་མཐུན་དང་མ་མཐུན་འགྲེལ་བཤད་རྒྱབ་སྟངས་འདྲ་མ་འདྲ་ཡོང་བསྡད་པ་དེ་གས་དེའི། ད་ཁྲིམས་སྒྲིག་ནང་ལོགས་ལ་ཡང་གསལ་ཁ་ཅིག་གཏོད་དགོས་ཡ་དེ་གནད་འགག་ཆགས་ཀྱི་ཡོད་རེད་དེ་ཡིན་དུས་ས་ནས་དེ་འབྲེལ་གྱི་དཀའ་རྙོག་དེ་གས་མ་འོངས་པ་ལ་མ་ཡོང་ཡས་ལ་ཡང་ཨ་ནི་གྲོས་ཚོགས་ཀྱི་ཐོག་ནས་འགན་འཁྱིས་པའི་ཐོག་ནས་དེ་གའི་ལ་ཡ་སའི་ག་སྡོད་གོ་ཡས་ཨ་ནི་རྒྱ་ཆེ་མང་ཚོགས་ཀྱིས་མཁྱེན་གོ་ཡས་ག་རེ་རེད་ཟེར་དུས་ས་གནས་ཁྲིམས་ལ་ཡ་ཨ་ནི་བགྲོ་གླེང་བྱེད་པའི་སྐབས་དེ་ལ་ཡ་ཨ་ནི་རྣམ་པ་སྣ་ཚོགས་ཀྱི་ཐོག་ནས་དཔེ་སྐུ་ཡོད་སྤྱི་འཐུས་རྣམ་པའི་ཆ་ཤས་ལེན་པའི་སྐབས་དེ་ལ་ཡ་ཨ་ནི་གཅིག་གྲོས་ཚོགས་ཀྱི་ཁོར་ཡུག་འདི་ད་གཅིག་སུན་སྣང་ཅན་དང་སུན་གཙེར་ཅན་ལ་ཡ་དགོངས་པ་ནམ་ཡང་བཞེས་རྒྱུ་ཡོང་མ་རེད་ཞེས་བྱས་ངས་འདི་ཞུ་གི་ཡོད་གང་ཡིན་ཟེར་ན་འཛམ་ཛམ་ལ་ཡ་གྲོས་ཚོགས་འདི་ཨ་ནི་གཅིག་དཔྱད་པ་ཇི་ཡས་ཀྱིས་རྡོ་ར་བྱིན་བདུད་རྩི་ནས་དེ་ལ་སྤྱད་པ་བྱེད་པའི་སྐབས་ལ་མང་ཚོགས་ནས་དེ་གཟིགས་ཕྱོགས་ཀྱི་ཐོག་ནས་ཏན་ཏན་ཅིག་ཐུགས་འཚབ་ཡོང་ཡས་དང་ཐུགས་བློ་མ་ཁེངས་པ་དང་ད་ག་འདྲེ་ཡིན་ན་བསམ་པའི་གི་རྣམ་པ་ཅིག་མེད་འགྲོ་བསམ་པའི་གི་ད་སྤྱི་ཚོགས་ནང་དེ་དེ་ངན་བྱིན་བདུད་ས་ནས་དེ་རང་བཞིན་གི་འདུག་ཞེས་ཡོང་བསྡད་ཀྱི་འདུག་ཨེ་འདི་གས་ཐོག་ལ་ཡང་ཅིག་མང་ཚོགས་ཀྱི་ཐོག་ནས་ཐུགས་བདེ་པོ་གནང་དགོས་རེད་སྐད་ཆ་བཤད་ས་ལ་བཤད་ཨེ་བཞག་ས་ལ་བཞག་རྒྱུ་མཚན་བརྡར་ཤ་བཅད་པའི་ཐོག་ནས་ཨེ་ང་ཚོའི་ཁྲིམས་སྒྲིག་ལ་ཡང་གོ་བ་ལེན་ཐབས་བྱེད་ཡས་དང་གོ་བ་གསལ་ཁ་བཟོ་དགོས་ཡས་དེ་ང་རང་ཚོའི་འགན་ཆགས་བསྡད་ཀྱི་ཡོད་རེད་ཁྲིམས་བཟོ་ལྷན་ཚོགས་རེད། ཡིན་པས་ནས་ཡང་དེའི་གི་བཀའ་མོལ་གནང་བའི་བརྒྱུད་རིམ་ནང་ལོགས་ལི་ཡ་ད་ག་སོ་རེད། སོ་སོའི་བཤད་ཡས་དེ་བཤད་ཨེ་ནི་གཞན་གི་བཤད་སྟངས་ལི་ཡ་ད་ཡང་ཅིག་འགྲེལ་བརྗོད་སྣ་ཚོགས་དང་ཨེ་ནི་འགྲེལ་བ་བཏགས་སྟངས་སྣ་ཚོགས་དེ་བྱས་པས་ན་དེ་ག་འདྲའི་རུ་ཅི་བསྡད་ཀྱི་ཡོད་ན་བསམ་བསམ་ཅི་ངས་མ་ཡི་དྲན་གྱི་ཡོད་དེ་འདྲ་ཟོག་ཆོས་རྐུབ་རྒྱག་གང་བསྡད་པའི་སྐབས་ལས་དྲན་གྱི་འདུག་ཚང་མ་ལོག་ལེ་ཡག་དཀའ་མོའི་གསུང་ཡས་ཀྱི་ནས་ཐོབ་ཐང་ཡོད་རེད་དེ་ཡིན་དུས་ཚང་མས་འགན་འཁུར་ཡོད་པའི་ཐོག་ནས་སྐུ་ཡོད་ཕྱི་དུས་རྣམ་པས་གསུང་གི་ཡོད་དུས་ས་ནས་གང་གསུངས་པ་དེ་སོ་སོའི་འགན་བཞེས་གནང་གི་ཡོད་རེད་དེ་ཚོའི་ཐོག་ནས་ཅིག། སྟབས་དང་དེ་དུས་ཚོད་ལ་ཡང་མི་ལ་བསླབ་བྱ་བསྐྱལ་ནས་ཕན་ཡ་ཡོད་པ་ཅིག་མཐོང་གི་མི་འདུག་རང་གིས་རང་སྤྱོད་དགོས་ཡ་གི་དུས་ཚོད་ཅིག་རེད་དུ་མས་ཞེས་གཞན་ལ་རྫུ་གུ་བཙུགས་ནས་ཨ་ནི་སྤྱོད་ཐབས་ཡོད་པ་ཅིག་གནས་སྟངས་ཅིག་ཁག་པོ་རེད་བཞག་བསམ་གི་འདུག་དེ་འདྲའི་ཅིག་སྤྱོད་ཐབས་ཡོད་པ་ཡིན་ན་ཕལ་ཆེན་ད། རྒྱལ་བ་རིན་པོ་ཆེ་མཆོག་ནས་ཅེས་བྱ་ནས་ད། བསྟན་བདག་བླ་ཆེན་རྣམས་ནས་ཅེས་བྱ་ར། བཀའ་སློབ་རམ་དང་རིམ་པ་ཕེ་ཡོ་རེ་དེ་འདྲས་ལ་བལྟས་ནས་ད་ང་ཚོའི་གི་ཅིག། ཤིས་བརྗོད་དེ་རྒྱས་ཏེ་ཏི་སེ་ཅིག་བྱམས་མཛུབ་ཁྱད་པར་འགྲོ་དགོས་ཡ་རེ་བརྗོད་འདྲས་ཏེ་ཨེ་ཞུ་ཅིག་ཁྱད་པར་མེད་པའི་སོར་ཅིག་རང་ཆ་ཡིན་བསྡད་པ་ལ་ད་དུས་ས་ནས་སོ་སོ་སོ་སོ་ཅག་ཆུའི་སྒོའི་འབྱེད་བྱེད་ནི་ནི་སོ་སོས་ཀྱི་དམ་བཅའ་ལ་ཡང་སྤེལ་བས་ཀྱི་ཨ་ནི། སྒོ་གསུམ་གྱི་སྤྱོད་པ་ལ་ཡང་ཨ་ནི་ཁྱད་པར་གཏང་དགོས་ཡས་དེ་གལ་ཆེན་པོ་རེད་བསམ་གྱི་འདུག་ཚོགས་གཙོའི་ངོས་ནས་ཅིག་བྱེད་རོགས་གནང་ཞེས་ཅེས་འབོད་སྐུལ་ཞུ་གི་མེད་ཞུས་ཏེ་ཕན་ཐོགས་ཡོད་མ་རེད། གང་བྱས་གང་ལྟར་གྲོས་ཚོགས་ཀྱི་ར་བ་དེ་ཆ་མཐོང་ལྡན་པ་ག་འདྲས་བཟོ་གི་ཡིན་མེད་དེ། ང་རང་སུ་དེ་གནས་བའི་གི། ཨུ། སྲིད་སྐྱོང་ནས་བཀའ་བློན་ཚོ་ནས་བཀུར་འོས་སྤྱི། དཔལ་ལྡན་ཚོགས་གཞོན་མཆོག་དབུས་བའི་གི་བཀུར་འོས་སྤྱི་འཐུས་རྣམ་པ་ང་རང་ཚོ་ལ་ཡ་རག་ལས་དལ་བ་ཞིག་རེད། ང་རང་ཚོའི་གི་གྲོས་ཚོགས་ཀྱི་ཆ་མཐོང་དེ། ག་འདྲས་ཅིག་ལ་ཡ་སྐྱེལ་གི་ཡིན་པ། འདི་ང་རང་ཚོའི་དགོངས་པ་བཞེས་དགོས་འདི་སུ་གང་གི་ཕྱི་ལོག་ནས་གྲོས་ཚོགས་ཀྱི་ཆ་མཐོང་དེ་ཆེ་རུ་བཏང་རྗེས་ང་ཚོའི་ཡག་རྐྱང་ནི་མཐོ་རུ་འགྲོ་ཡས་དང་ཨེ་ནས་ཅིག་གུས་བཀུར་ཡོད་པ་ཆགས་ཡས་དེ་འདྲ་དེ་རྩ་བ་ནས་ཡིན་ནས་ཡོའོ་མ་རེད་དེ་ཡིན་དུས་ས་ནས་ངེས་པར་དུ་བཀའ་མོལ་ག་འདྲས་ཆེ་གནང་གི་ཡོད་པ་ཡིན་ནས་ཀྱི། ཆ་མཐོང་ལྡན་པའི་ཐོག་ནས་གནང་རོགས་གནང་གུས་བརྩི་ལྡན་པའི་ཐོག་ནས་གནང་རོགས་གནང་ཞེས་ཨུ་ཚུགས་ཀྱིས་གཏམ་འཆལ་ལས་ཞུས་ཡོད་ད་ལྟ་ཡང་དེ་འདྲའི་ཕྱི་ནང་རོགས་གནང་ཞེས་ཆེ་ངས་འབུམ་ཐུགས་ཆེ་འབོད་སྐུལ་ཞུ་གི་ཡོད། ད་ང་རང་ཚོའི་གཉིས་པ་དེ་ལ་ཡ་བོད་ནང་གི་ཟ་འདྲ་གནས་སྟངས་དེ་རེད། ཁྲིམས་བཟོ་ལྷན་ཚོགས་ནས་ཁྲིམས་ཀྱིས་ཨ་ནི་གནད་དོན་དེ་སྐད་དེ་ལྟར་ཤ་གཅད་ཀི་གཅད་ཀི་གསལ་ཁ་བཏུལ་གི་བཏུལ་གི་ཚང་མ་ལོག་གི་གོ་བདེ་པོ་བྱས་ནས་དེ་ལ་ཡང་ཨ་ནི་གཅིག། གྱུར་པ་ན་ཞིག་འཐེན་རྒྱུ་ཡོད་པ་ཅིག་མིན་པ་དཔེ་ད། སུས་བལྟས་པ་ཡིན་ནའི་ཁའི་ཐག་གཅོད་བཟོ་དགོས་ཡ་དེ་ང་རང་ཚོའི་ལས་འགན་རེད། ད་གཉིས་པ་དེ་ལ་ཡ་ད་ང་ཚོ་ཆབ་སྲིད་ཀྱི་བཙན་བྱོལ་བ་ཆགས་བསྡད་ཡོད་རེད་ཆབ་སྲིད་བཙན་བྱོལ་བ་ཡིན་དུས་ས་ནས། མིང་རྒྱབ་ཁུར་གྱིས་ང་རང་ཚོ་ལ་ལས་འགན་ཡོད་པ་ཙམ་མ་ཡིན་པའི་གི་བོད་མི་སྤྱི་བོ་གནམ་བསྟན་ཡོངས་ལ་ཡ་ཆབ་སྲིད་ཀྱི་འགན་ཁུར་ཡོད་པ་དེ་གཅིག་ཡོད། དེ་ཡིན་དུས་ས་ནས་རང་ཚང་མ་ལོག་གིས། ད་ལྟ་སྒྲིག་འཛུགས་ངོ་བོའི་ཐོག་ནས་མེད་པས་ཀྱིས་ང་རང་ཚོའི་ས་ཆ་མང་པོ་ལ་ཡར་ལོ་དང་ད་བར་བསྟུན་ཆེད་མི་སྒེར་སོ་སོའི་ཀྱི་བོད་དོན་ཞུ་གཏུག་གི་ལས་འགུལ་ངོས་ནས་སྤེལ་ཏེ་ཁོ་རང་ཧང་སང་ཡས་སྤེལ་དེ་ངས་ཚང་མ་ཀློག་ལ་ཡར་སྐབས་བཅོ་བརྒྱད་གྲོས་ཚོགས་ཐོག་ནས་ཐུགས་རྗེ་ཆེ་ཡི་རང་བསྔགས་བརྗོད་ཞུ་གི་ཡོད་དེ་དེ་བཞིན་གྱི། ད་དེ་འབྲེལ་གྱི་ལོ་དང་ཟླ་བ་བསྟུན་བྱས་ནས་ནི། ཆབ་སྲིད་ཀྱི་ལས་འགུལ་སྤེལ་ཐུབ་ཀྱི་མེད་པ་ཡིན་ནི་ཀི། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་བོད་དེ་ཧམ་གསོད་བྱས་པ་ཙམ་དུ་མ་ཟད་པའི་ཀི། ད། བོད་མི་རིགས་ཀྱི་ཁྱད་ཆོས་ཡོངས་སུ་རྫོགས་པ་ནག་བསུབ་བཏང་ཡས་ཀྱི་ད་མཚམས་ལ་སླེབས་བསྡད་ཡོད་རེད། གནའ་སྔ་མོ་ཡིན་ན་ཤོག་ཐོག་ལ་ཡང་ནི་སྐད་ཡིག་གཉིས་ལྡན་གྱི་སློབ་གསོ་ཡོད་ཅེས་བྱས་ཤེས་ཀྱི་ཡོད་རེད་ད་སྐད་ཡིག་གཉིས་ལྡན་སྤྱི་དང་ཕར་བཞག་ནི་བྱིས་པ་ཆུང་ཆུང་ཁྱིམ་ལ་ཡང་ནི་ཅིག། སྔོན་འགྲོའི་བསླབ་གྲྭ་ལ་མ་བཏང་གོང་ནས་ཕ་མ་ཚོས་ཀྱི་སྤུ་གུ་ལ་ཡང་ནི་རྒྱ་སྐད་ཡིག་རྒྱག་དགོས་ཀྱི་ཡོད་ཅེས་བཙན་བཀའ་ཞིག་བཏང་ཡོང་གི་ཡོད་རེད། དེ་སྐད་ལ་བལྟ་ཡོང་དུས་ས་གནས་དང་ཁོ་ཚོའི་བྱེད་བབ་ལ་གཞིགས་པའི་ཁའི་ང་ཚོའི་གི་དུས་ཚོད་མི་འདུག་ང་ལས་ཀར་འགྲོ་གི་ཡོད། ཞེས་བྱས་ནས་ཨ་ནེ་གཅིག་གྱུར་ལ་ཡང་རྔམ་བྱས་བྱས་སྤུ་གུ་ལ་དུས་ཚོད་བཏང་མ་ཐུབ་པ་ཡིན་ན། ཏན་ཏན་རང་ཨ་ནེ་ང་ཚོའི་མི་རིགས་ཀྱི་ཁྱད་ཆོས་དང་མི་རིགས་ཀྱི་ལེགས་བྱང་དེ་གས་ན་ཆུང་རྣམས་ལ་ཡང་བཞག་མ་ཐུབ་བས་གི་ཨ་ནེ། གནས་སྐབས་ཐབས་སྐྱོ་བོ་ཅིག་ཆགས་ཡས་ཀྱི་ཉེན་ཁའི་མཚམས་ལ་སླེབས་ཡོད་དུས་ས་གནས་ཚང་མས། ཕ་མ་ཚོས་ཀྱི་ཆེ་ཆག་ཆུང་འགྱུར་གྱི་ཐོག་ནས་སོ་སོའི་སྤུ་གུ་བུ་རྒྱུད་ལ་ཡང་རང་མི་རིགས་ཀྱི་སྐད་ཡིག་ཙམ་དུ་མ་ཟད་ཀྱི་སོ་སོའི་མི་རིགས་ཀྱི་ལོ་རྒྱུས། སོ་སོའི་ཀྱི་མེས་པོ་སྤོ་སྤོ་རྨོ་རྨོ་དེ་ཚོ་སྐྱབས་བཅོལ་ལ་སླེབས་པའི་སྐབས་ལ་ཤི་སྟངས་ག་འདྲས་ཤི་དོ་ག་རེ་བྱས་ནས་ཤི་དོ། དེ་སྐད་ཀྱི་བརྒྱུད་རིམ་དེ་སྤུ་གུའི་ཁོག་པའི་སྙིང་ལ་བཞག་བྱས་བྱས་ནས་སྤུ་གུའི་ཀྱི་སེམས་ཀྱི་ནང་ལ་ཡང་ལར་སྐད་ཀྱི་གཟུངས་གཞུག་ཅིག་ལ་བཅུག་དགོས་ཡས་ཏེ། གལ་ཆེན་པོ་ཞུ་ཆགས་ཀྱི་ཡོད་རེད་ཞེས་བཅས་ཀྱི་ཞུ་ཞུ་འདོད་བྱུང། སྤུ་གུ་ཕ་མ་འབྲོང་ཚང་ཨན་སྤུ་གུའི་ལོ་རྒྱུས་མ་ཤེས་པའི་ཆེད་སོ་སོའི་ཕ་མས་དཀའ་ལས་བརྒྱབ་ཨེ་ཧ་མ་གོ་བའི་གནས་བབ་དེ་འདྲ་ཡོང་གི་འདུག་བ་དེ་གལ་ཏེ་དཔེ་ཐབས་སྐྱོ་བོ་རེད་ད། དེ་ཡིན་དུས་ད་དེང་སང་འཕྲུལ་ཆས་ཀྱི་དུས་ཚོད་རེད། བརྒྱུད་ལམ་འདྲ་མང་འདྲ་ཡོད་རེད། ཨ་ལས་ཕྱི་དྲག་བྱེད་མ་ཐུབ་བས་ནས་སོ་སོའི་སྤུ་གུ་བུ་རྒྱུད་ལ་ཡང་སོ་སོའི་མི་རྒྱུད་ཀྱི་དཀའ་ངལ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ལ་ཡ་བཅིངས་གྲོལ་བཏང་བའི་མིང་ཁྱེར་བྱས་བོད་ཧམ་གསོད་བྱས་པའི་སྐབས་ལ་ཡ་ནི་སོ་སོའི་མི་རྒྱུད་ཀྱི་ནང་ནས་ཡ་ནི་ག་འདྲ་ག་འདྲ་བྱུང་སོང་དེ་མི་ཐོག་རྗེས་མ་ལ་བཞག་དགོས་ཡ་དེ་ཡ་ནི་ཆབ་སྲིད་ཀྱི་ཡ་ནི་གནད་འགག་རེད་ཟེར་བྱས་དེ་ཞུ་ཡ་ཡིན་དེ་ཡིན་དུས་ས་ནས་ཡ་ནི་ད་ང་རང་ཚོ་ཚང་མས་བོད་ཀྱི་སྐད་ཡིག་བོད་ཀྱི་ཆོས་དང་བོད་ཀྱི་རིག་གཞུང་སྲུང་གི་ཡོད་རེད་བ་ཐ་ན་བོད་ཀྱི་གཅིག་ཚོགས་གཉིས་གསོག་རེད་དེ་མི་ཚེ་སྐྱེལ་སྟངས་ཡན་ཆད་ནས། རྒྱ་དམར་པོའི་གི་ད་འགྱུར་བ་དང་ཚིག་བྱེད་ཀྱི་ཡོད་རེད་དཔེར་ན་ད་ལོ་ལོ་སར་གི་སྐབས་ལ་ཡ། ཆབ་མདོ་སྨར་ཁམས། NH འོད་ཟེར་དགོན་པའི་གི། ཀ་བའི་ནང་ལོགས་ལ་ག་རེ་བྲིས་ཡོད་རེད་ཟེར་ན། བྱིས་པ་ན་ཆུང་དགོན་པའི་ནང་ལ་ཡ་འཛུལ་བཞུགས་ཆོག་གི་མ་རེད་ཤེས་ཏེ་ཨེ་ནི་བཀོད་རྒྱ་བཏང་ཡོད་རེད། ཕྱོགས་གཅིག་ལ་ཡ་ན་ཆུང་བྱིས་པ་དགོན་པ་ལ་འཛུལ་ཆོག་གི་མ་རེད་ཟེར་གྱི་ཡོད་རེད་ཕྱོགས་གཉིས་ལ་ཡ། བཅའ་སྡོད་བླ་བྲེའི་ནང་ལོགས་གི་སྤུ་གུ་ན་ཆུང་དེ་ཚོའི་གི་ནང་ལ་ཡ་ཨེ་ནི། ངོ་རྒོལ་གྱི་ཨ་ནེ་གཅིག་ག་སུ་རེ་ད། རྒྱ་གི་རིག་གཞུང་ཁྱབ་སྤེལ་གྱི་ཐོག་ནས་ན་ཆུང་བྱིས་པའི་ལག་པ་ལ་ཡང་མེ་མདའ་སྤྲད་བྱས་བྱས་ནས་ཨ་ནེ་མེ་མདའ་ག་འདྲས་བརྒྱབ་དགོས་ཡོད་མེད་ཨ་ནེ་བསླབ་པའི་གི་གནས་སྟངས་ལ་བལྟས་པ་ཡིན་ན། ང་ཚོའི་གི་ཆོས་དང་རིག་གཞིང་གོམས་གཤིས་ཡན་ཆད་རྩ་བརླག་འགྲོ་ཡས་གི་ཉེན་ཁ་ཆེར་སླེབས་བསྡད་ཡོད་རེད། བཅའ་སྡོད་བསླབ་གྲྭ་ཙམ་དུ་མ་ཟད་པའི་གི། གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་གྲངས་ནས་འགོ་བཙུགས་འདུག་སྟེ། ད་ལྟའི་ཆ་ལ་མེ་ཤི་ང་ཚོའི་ཧ་གོ་གི་ཡོད་མ་རེད། འབྲིང་རིམ་སློབ་གྲྭ་མཐོ་རིམ་སློབ་གྲྭ་ནས་བོད་ཀྱི་བོད་ཕྲུག། རྩེ་ཕུད་དེ་ག་རྒྱ་ནག་ལ་ཁྲིད་བྱས་རྗེས་རྒྱ་ནག་གི་རྒྱལ་ས་ཆེ་ས་མངགས་ཀྱི་ནང་ལོགས་ལ་ཡང་བོད་ཀྱི་སློབ་གྲྭ་ཟིང་ངེ་ཅིག་བཙུགས་བྱས་རྗེས་ནས་ཨ་ནི་དེ་གས་དེ་ཕ་མ་དང་མཉམ་དུ་རྒྱུན་རིང་པོ་ཁ་བྲལ་བྱས་རྗེས། རྒྱ་ནག་གི་ཡར་ཐོན་གྱི་རྣམ་པ་དེ་གས་དེ་སྟོན་བྱས་རྗེས་བོད་དེ་རྗེས་ལུས་ཡིན་པའི་རྣམ་པ་དེ་སེམས་ལ་ཡང་ཨ་ནི་སྐྱེས་བཅུག་བྱས་རྗེས་ནས་ཨ་ནི་དེ་གས་དེ། རྒྱ་མི་རིགས་ལ་དགའ་ཞེན་ཡོད་པའི་ཀྱི་རྒྱ་མི་རིགས་ཀྱི་རིག་གཞུང་ལ་ཡང་དགའ་མོས་ཡོད་པའི་ཀྱི་ཞུ་རྒྱས་བསྐྲུན་ཐབས་ཀྱི་ད་སྲིད་ཇུས་ཅིག་ལག་བསྟར་སྤེལ་བཞིན་པ་རེད། ད་དེ་ཀྱི་ག་བ་ལ་བལྟས་པ་ཡིན་ནའི་ཀྱི་བོད་མི་རིགས་ཀྱི་ད་ཆོས་དང་རིག་གཞུང་སྐད་ཡིག་ཡོངས་རྫོགས་ཆགས་འཇིག་གི་གནས་སྐབས་དེ་ལ་ཡང་ད་ང་ཚོ་དེ་ལ་ཡང་ང་དང་ཁྱོད་ཤེས་བྱས་བསྡད་པ་ཡིན་ན་དངོས་གནས་ཅིག་ལས་རྒྱུ་འབྲས་ལ་འགྲོ་གི་མ་རེད། སྤྱི་ཚོགས་དྲ་ལམ་ནང་ལོག་ལི་ཡ་བཀའ་མོལ་གནང་མཁན་མང་པོ་ཞིག་ཡོད་ས་རེད་ད་སྤྱི་ཚོགས་དྲ་ལམ་ནང་ལ་མང་པོ་གསུང་གི་འདུག་ངེས་པར་དུ་དགོངས་པ་བཞེས་རོགས་གནང། དེ་སྤྱི་ཚོགས་དྲ་ལམ་གསུང་མཁན་དེ་རྒྱ་ལི་ཡ་དངུལ་དྲག་ཅིག་རག་གི་ཡོད་ས་རེད་དེ། བྱས་ཙང་དུ་དངུལ་དེ་ལ་བརྟེན་ནས་བོད་མི་རིགས་ཀྱི་ཨ་ནེ་མཐུ་སྒྲིལ་ལི་ཡ་དོ་ཕོག་དྲུག་གི་འདུག་ན་དེ་བློས་གཏོང་གནང་རོགས་གནང་ཞེས་དེ་ནས་དེ་རིང་རེ་བ་ཞུ་ཡས་ཡིན། ང་ཚོ་ལ་ཡ་གཅིག་མི་འདུག་གཉིས་མི་འདུག་སུ་འཆར་འགོ་གི་ཡོད་མ་རེད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འཆར་གི་རེད། ཁོ་ཚོ་ག་བ་ལ་བཞེས་ཀྱི་ཡོད་རེད་ཟེར་ན་ང་ཚོའི་གི་སྐྱབས་མགོན་རིན་པོ་ཆེ་གི་བཀའ་དྲིན་ཆེན་པོས་བཙུགས་པའི་གི་སྒྲིག་འཛུགས་དེ་ལ་བཞེས་ཀྱི་ཡོད་རེད། ཁྲིམས་ཀྱི་དབང་བསྒྱུར་གི་ཐོག་ནས་དེ་ལ་ཡ་ཨ་ནི་སྒེར་མི་གཅིག་གི་ཨ་ནི་རིགས་དབང་བཞེས་འགྲོ་ས་མེད་པ་དེ་ལ་ཁོང་ཚོས་བཞེས་ཀྱི་ཡོད་རེད་འདི་འགྲོ་བའི་དཔང་རྟགས་ག་རེ་རེད་ཟེར་ན་དཔལ་ལྡན་སྲིད་སྐྱོང་མཆོག་དམ་འབུལ་སྐབས་ལ་ཡང་བལ་ཡུལ་ནས་ཨ་ནི། མི་མ་བཏང་རོགས་གྱིས་ཟེར་ངེས་ཀྱི་ཨ་ནི་ཁོང་ཚོའི་ཞུ་བ་འཐེན་སྟངས་ད་ག་རང་ནས་ང་ཚོས་ཧ་གོ་གི་རེད་དེ་ཡིག་གིས་ང་ཚོའི་སྟོབས་ཤུགས་དེ་སྒྲིག་འཛུགས་དེ་ལ་ཡོད་པ་དེ་ང་ཚོས་མཁྱེན་དགོས་ཀྱི་རེད་དེ་འདྲའི་གི་ཐོག་ནས་ང་རང་ཚོས་གི་ཅིག་ཚང་མ་ལོག་གི་ཆེ་ཆགས་འབྱུང་རྒྱུར། ར། སྐད་ཆ་རྙིང་པ་འདི་སྐྱ་སྐྱར་སློང་བྱས་སྐྱར་སློང་བྱས་སྐྱར་སློང་བྱས་ནི་ཕན་ཐོགས་རྒྱུན་ནས་ཡོད་མ་རེད། དེ་ཡིན་དུས་ས་གནས་ད་ངས་ཀྱི་འདི་ནས་མཐའ་དོན་ག་རེ་ཞུ་ཡས་ཡིན་ཟེར་ན་ང་ཚོའི་ཀྱི་འཐབ་རྩོད་དེ་ལ་ཡ་ཆིག་སྒྲིག་གི་ནུས་པ་ཞིག་དགོས་ཀྱི་འདུག་ན་ཚང་མས་ཀྱི་ཆེ་ཞག་ཆུང་འགྱུར་གྱི་ཨ་ནི་བསམ་བློ་ཞིག་བཏང་དགོས་ཡས་དེ་ནས་དགའ་ཆེ་པོ་རེད། ཚང་མས་ཀྱིས་ངས་བྱེད་ཀྱི་ཡོད་ལབ་གཞན་གྱིས་བྱེད་ཀྱི་མི་འདུག་ལབ་དབྱེ་ན་ད་ཇི་སྐད་དུ་སུ་ཆགས་ཀྱི་ཡོད་ན་ངས་ཤེས་ཀྱི་མི་འདུག་དེ་ཡིན་དུས་ཚ་ནས་གང་བྱས་ད་ང་རང་ཚོ་ཚང་མ་ལོ་ཕ་ལས་རྫུ་གུ་མ་ཚོ་ཚུར་ལས་རྫུ་གུ་མ་ཚོ་སོ་སོའི་ངོས་ནས་དངོས་གནས་རང་ང་རང་ཚོའི་བོད་སྤྱི་པ་ལ་ཕན་པའི་ཀྱི་ངས་བསམ་བློ་ཅི་གཏང་གི་ཡིན་བསམ་པའི་གི་ཐོག་ནས་ཨ་ནི་ང་ཚོའི་ལས་ཀ་ད་དེ་རིང་བཀའ་སློབ་དངོས་གནས་རྒྱས་ཤིང་རྒྱས་པ་བཀུར་འོས་སྤྱི་འཐུས་རྣམ་པས་ལས་འགུལ་སྤེལ་སྟངས་ནས་ལས་འཆར་སྒྲིག་སྟངས་ནས་ཤེས་རིག་ལས་ཁུངས་ལ་ཡར་འབོད་ཀྱི་བརྡ་ཆད་ཨ་ནི་ཅིག་མཉེན་ཆས་བཟོ་སྟངས་ནས་ཡན་ཆད་བཀའ་སློབ་ཟབ་མོ་ཕེབས་སོ། ད་བཀའ་སློབ་ཕེབས་པ་ནང་བཞིན་གྱི་ས་གནས་ས་ཐོག་ལ་ཡ་ཨ་ང་ཚོའི་ཐང་ལ་འདོན་དགོས་ཀྱི་འདུག་སྲིད་དོན་ཐང་ལ་འདོན་པ་དང་དེ་རྒྱས་སྐབས་ལ་ཡ་ཨ་ནི། ཆད་ལུས་མེད་པའི་ཐོག་ནས་ཚང་མས་དང་དང་སྤྲོས་སྤྲོས་ཀྱིས་འདིའི་ནང་ལ་ཡ་མཉམ་ཞུགས་བྱེད་ཡས་ལ་ཡ་ཚོགས་ཚོགས་གཉིས་ཀྱི་འདུག་ཞེས་རེ་བ་བྱེད་ཀྱི་ཡོད། དེ་ཡིན་དུས་ད་མང་པོ་ཞེ་དྲག་བཤད་ནས་དགེ་ཕན་ཐོགས་ཟེར་ཡོད་མ་རེད། དེ་ཡིན་དུས་དེ་རིང་གི་ད་གྲོས་ཚོགས་ཀྱི་ནང་ལོགས་ལ་ཡ། སྤྱི་འཐུས། ཉི་ཤུ་རྩ་དགུ་གི་ཆ་ཤས་འདུག་ཅེས་ལན་སོང། དེའི་ནང་ནས་ང་རང་ཚོའི་སྤྱི་འཐུས་གསར་བ་ཡིན་པ་བཅུ་བཞི་གི་ཐོག་ནས་དེ་རིང་བོད་ནང་གི་རྩ་དྲག་གནས་སྟངས་ཐོག་ལ་ཡང་ཁོ་རང་ཚོའི་དགོངས་འཆར་དེ་གས་ཕུལ་ཞེས་བྱས་འདུག་བྱུང་སོང་དེ་གས་ཧང་སང་ཡས་ཡག་པོ་བྱུང་སོང་ཚང་མ་ལོ། དེ་ལ་ཡང་ཚང་མ་ལོ་ལ་ཡང་ཐུགས་ཆེ་གནང་ཞུ་ཡས་བྱིན། དེ་རིང་གི་ད་ང་རང་ཚོའི་གི་ཁ་སོ་རས་དམ་འབུལ་གི་ཆེད་ལ་ཡང་ལམ་སང་ད་ག་གྲ་སྒྲིག་དང་ད་དེ་གས་གནང་ཡས་གི་ཐོག་ལ་ཡང། ཕྱི་དྲིལ་དྲ་གཉེར་ཚན་པའི་ཐོག་ནས་ལས་རིམ་འདི་གའི་ཐད་གཏོང་གནང་ཡས་ཐོག་ལ་ཡང་ང་ཚོ་རོགས་ཕན་གནང་ཡོད་རེད། བདེ་སྲུང་ལས་ཁུངས་ཀྱི་ཐོག་ནས་གྲོས་ཚོགས་ཚུགས་པའི་རིང་ལ་ཡང་ཕྱི་མི་སྲུང་བྱ་དང་འབྲེལ་བའི་ཀྱི་ལས་དོན་ཐོག་ལ་ཡང་མཉམ་རུབ་གནང་ཡོད་རེད། ད་ག་ནང་བཞིན་ནང་སྲིད་ལས་ཁུངས་ཀྱིས་ས་ཁང་ཚན་པའི་ཐོག་ནས་གློག་གི་ཡོ་བྱད་དང་འབྲེལ་བའི་གི་ཨ་ནི་བཀོལ་སྤྱོད་དེ་ཡས་དེ་ལ་ཡང་བྱ་རོགས་གནང་ཡོད་རེད་དེ་དེ་བཞིན་གྱི་ད་གཙོ་བོ་དེ་ང་ཚོའི་ཚོགས་དྲུང་ལས་ཁུངས་ཀྱི་ལས་བྱེད་ཚོའི་ཐོག་ནས་ཨ་ནི་གཅིག་སྔ་ལངས་ཨ་ནི་ཕྱི་བཞུགས་ཀྱི་ཐོག་ནས་ལས་དོན་ཐོག་ལ་ཡང་དེ་རིང་གི་ལས་ཀ་དེ་ཡས་འཐུས་ཚང་ཡོང་ཡས་ལ་ཡང་བྱ་རོགས་གནང་པ་དེ་ལ་ཡང་ཚང་མ་ལོ་ལ་ཐུགས་ཆེ་གནང་ཞུ་ཡས་ཡིན་མཐའ་དོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པ་དང